ནི་ལྷག་པར་དུ་ངའི་དེ་རིང་གི་བཀའ། སྤྱིར་བཏང་ནི་ངའི་བརྙན་ལམ་ལ་ང་རང་གིས་ག་རེ་ཞུས་པ་དེ། ཞིབ་འཇུག་མཐར་ཕྱིན་པ་བྱེད་ཀྱིན་ནི་ཞུ་གི་ཡོད་མ་གཏོགས་ཡང་བསམ་ཚུལ་གཅིག་པོས་ཞུ་གི་མེད་དེ་བྱས་དུས་དེ་རིང་ཡང་དག་རང་ཞིབ་འཇུག་གི་ཐོག་ནས་ཞུ་གི་ཡོད། ད་གནས་སྟངས་དེ་གི་འཕྲལ་གྱི་རྐྱེན་དེས་བརྙན་ལམ་གྲོས་ཚོགས་ནང་ལོགས་ལ་ཁྲིམས་བཅད་པོ་གསུམ་འཕོ་འགྱུར་གཏོང་ངེས་ཡིན་ནས་གནས་སྟངས་དེ་ཆགས་བསྡད་ཀྱི་ཡོད་རེད།

ཅེས་མང་ཚོགས་རྣམས་བཀྲམ་བྱས་ནས་སྐབས་དེ་དུས་སྤྱི་ཚོགས་ནང་རང་ལ་ཤུགས་ཆེན་པོ་གིས་འཕྲོག་ཡོད་རེད། ཨང་ད་ད་ལོ་ཡིན་པ་ཡིན་ན་ལས་འོས་ལྡོག་གི་སྔ་རྗེས་དང་ལྷག་པར་སྲིད་སྐྱོང་གི་ལས་ཡུན་ཕྱོགས་ལས་ཉེ་བའི་སྐབས་ལ། ད་བཀའ་ཁྲི་ཟུར་པའི་གི་བཀའ་ལན་དང་དེ་ནས་ཟུར་པའི་མིང་ཐོག་ནས་ད་ས་ཡིག་བེད་སྤྱོད་གཏོང་ཉེན་དེ་སོགས་ཁེ། ད་ལྟའི་སྲིད་སྐྱོང་གི་གཞུང་སྦོ་ལོག་སྐྱོག་སོང་ལབ་བྱས་ནས་ད། ཉིས་སྟོང་བཅུ་དྲུག་ལོག་གི་བླུན་པོ་འཇུག་ཆོག་དང་གཅིག་པ་གཅིག་གི་བླུན་པོ་གཅིག་ད་ལྟ་སྤྱི་ཚོགས་ནང་ལ་འཇུག་ཡོང་གི་ཡོད་རེད། དེ་བས་ཀྱང་ད་རིན་པོ་ཆེ་གི་ངོ་ཤེས་གྲོགས་པོ་དང་མི་མང་པོ་གི་རིན་པོ་ཆེ་ལ་ནི་ནོར་བའི་གློག་འཕྲིན་ཁང་ལ་བཀའ་ལན་དེ་འདྲི་གཅིག་གནོང་དགོས་ཡག་གི། ཞུ་སྐོར་བྱེད་མཁན། བྱུང་གསུང་སྟངས་ལ་ལྟོས་པ་ཡིན་ན་ཡང་གོ་རིམ་དང་བརྒྱུད་རིམ་ཡོད་ཅོག་ཅིག་མ་མཐོང། དེ་ནོར་ཝེ་གློག་འཕྲིན་ཁང་གི་ལས་རིམ་བྱེད་རག་པ་ཅིག་གི་ངོ་བོ་ཙམ་མ་ཡིན་པ་དེ་ཡང་རང་གཞན་གྱི་ཅིག། དོགས་པ་ཡོད་ངག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནི་ང་འདྲ་བོ་ཅིག་ན་སྤྱི་སྟངས་ག་ཚོད་ཁྲིམས་བྱེད་པ་འཕོ་འགྱུར་གཏོང་བའི་ཁྲིམས་བྱེད་པ་སོགས་ཀྱི་ནང་ལ་ནི་ཁྲིམས་བྱེད་པ་གཞན་དག་གཉིས་ཀྱི་སྐོར་ལ

ཨ་ནེ། ལེ་ནི། སྤྱིར་ཡག་གི་ཁས་ལེན་དང་ས་ར་གནང་བ་དེ། ཁོང་རྣམ་པ་སོང་གི་བཅའ་འགྲེམས་ལ་བརྩི་བཀུར་དང་སྤྱི་ཚོགས་བརྟན་ལྷིང་ལ་ད་དགོངས་པ་རླབས་ཆེན་པོ་བཞིས་སོང་བསམ་པ་གི་ཚོར་སྣང་བྱུང། ད་དེ་འདྲའི་དོ་བདག་ཁྲིམས་རྒྱལ་པ་གསུམ་པོ་གིས། བུ་མོ་སྤྱི་འཐུས་ལྷན་ཚོགས་ཀྱི་ཐག་གཅོད་ལ་བརྩི་བཀུར

ཁྲིམས་བྱེད་པ་དང་ད་སྤྱི་འཐུས་སུ་འགྲིག་དང་སུ་མ་འགྲིག་གི་ཐག་གཅོད་དེ་རྒྱ་ཆེའི་མི་མང་གི་ཐག་གཅིག་དགོས་ཅེས་དང། རྒྱ་ཆེའི་མི་མང་གི་འགན་འཁུར་དགོས་ཡ་རེད་གསུངས་བྱས་ནས་བཀའ་ལན་གནང་བའི་རྗེས་ལ། ད་སྤྱི་འཐུས་ཚོགས་གཙོ་དགོངས་པ་ཞུ་ཡ་དང། དེ་ནས་རིན་པོ་ཆེ་ལ་བརྩི་འཇོག་ཡོད་ཟེར་ཉེན་དེ་སོགས་ཀྱིས། སྲིད་སྐྱོང་གི་བུ་གཞོང་པོ་ལོག་སྐྱོགས་སོང་ཟེར་ཡ་དང། དེ་ནི་ཁྲིམས་ཞབས་པ་ཟུར་པ་དང་གཞུང་ཞབས་ཟུར་པ་གཞུང་ནུས་དབུལ་སྐྲུན་ཟུར་པ་དང་ཆབ་སྲིད་བཙོན་ཟུར་དེ་དག་ནང་བཞིན་བོད་རིགས་སྤྱི་མཐུན་ཚོགས་པ་རེ་ཟུང་གིས་ད་སྤྱི་སྤྱི་གཉིས་མཐུད་དུ་ཨེ་ནི་གྲོས་ཚོགས་ཀྱི་ཐག་གཅོད་དེ་ནོར་སོང་ཟེར་ཡག་དང་ཁྲིམས་ཞབས་པ་གསུམ་བསྐྱར་དུ་བསྐོ་དགོས་ཀྱི་ཡོད་ལབ་ཡག་གི་ལས་འགུལ་གྱི་ཚ་རླབས་ཅིག་ད་འཕྱུར་གྱི་ཡོད་རེད། ད་དེ་ལ་ཤོག་ཁག་རང་བཞིན་གྱི་མི་མང་དང་སྡེ་ཁག་སྐུལ་སློང་བྱེད་བཞིན་པ། ད་དེ་སུ་གྲས་དེ་ང་རང་གི་མཐོང་ཚུལ་དང། ཚོར་སྣང་འདྲ་བོ་དེ་ལ་ད་ཆུང་ཆུང་ཆེན་པོ་བཟོ་ཡ་དང་མི་བྱེ་བྲག་པ་རེ་ཟུང་ཅིག་ལ་སྡུར་འཇོག་གིས་ཤོག་ཁ་དཔུང་བསྒྲིགས་ཀྱི་རྣམ་པ་ཚོར་བོ་ཅིག་མཐོང་གི་འདུག་དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ད་ད་ལྟའི་གནས་སྟངས་འདི་ཕུགས་ལ་ག་རེ་ཡིན་མིན་ལ་མ་ལྟོས་པའི་དངོས་ཡོད་གནས་ཚུལ་གྱི་ཕུགས་ལ་ག་རེ་ཡིན་མིན་ལ་མ་ལྟོས་པའི་ཁམས་ཕྱོགས་ཨང་ཉི་ཤུ་པ་དང་འབྲེལ་བ་ཡོད་རེད་ཟེར་ཡག་གི་རྩོ་གླེང་ལ་སོགས་པའི་ཤོག་ཁ་རང་བཞིན་གྱི་གནས་སྟངས་ཅིག་བཟོ་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བོད་གཞུང་དང་ནི་ལྷག་པར་དུ་ཚང་མར་གྱི་བརྩི་འཇོག་དང་རེ་བ་བྱེད་བདེ་ས་དགེ་ལེགས་འགོར་དཔོན་ཉན་གྱི་ཚོགས་པ་སྒྲིག་འཛུགས་ཆེན་པོ་དེ་འདྲ་དང་ནི་བོད་རིགས་སྤྱི་མཐུན་ཚོགས་པ་དེ་ཚོ་ལ་མ་འོངས་པ་ཡིན་ན་ལས་ཕྱོགས་ཚང་མར་གྱི་རྒྱབ་སྐྱོར་དང་བརྩི་འཇོག་དགོས་ཡ། ནི་དེ་ཚོ་གི་ཚོགས་མི་གྱི་ནང་ལོགས་ལ་ཡིན་ན་ལས་ཚོགས་ཚང་མར་གྱི་མི་ཡོད་པའི་ཆ་ནས་ནི་དེ་ཚོ་གི་ཟུར་པ་དེ་ཚོ་གི་སྒེར་གྱི་མིང་ཐོག་ནས་ག་རེ་གནང་བ་ཡིན་ན་ལས་སོ་སོའི་རང་དབང་དང་རང་མོས། ཡིན་པ་ཡིན་ན་ལས་ཚོགས་པ་སྒྲིག་འཛོགས་ཀྱི་མིང་འཁྱིལ་བའི་སྐབས་ལ། སྤྱི་འཐུས་མི་གཅིག་དང། ཨ་ནི། གཅིག་ལ་དེའི་ཆེད་ནས། ཕྱག་ལས་གནང་དགོས་པ་དེ་རྡོག་རྩ་གཅིག་སྒྲིལ་ལ་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་རེད་བསམ་གྱི་ཡོད་ང་རང་གི་ངོས་ནས། སྤྱི་པའི་སྡེ་ཁག་དེ་ཚོ་སྤྱི་ལས་མ་བདེ་བའི་ཆེད་ཀྱི་ནས་ཤོག་ཁག་རང་བཞིན་ལ། ཕྱོགས་འགྲོ་བའི་སྐབས་ལ།

ད་དེ་སུས་བྲེལ་ཏེ་ལས་ཀ་བྱེད་ཉེན་བྱེད་རག་པ་དེ་འདྲ་ལ་སྤྱི་སེམས་དང་ངོ་ཚ་མེད་པའི་སྐབས་ལ་ཁྱད་པར་མེད་པ་ཡིན་ནི་ལེགས། སྡེ་ཁག་དེ་ཚོ་སྤྱི་པའི་སྡེ་ཁག་ཅིག་ཡིན་པའི་ཆ་ནས་སྤྱི་པའི་འགན་འཁྲི་འགྲོ་མ་ཐུབ་པ་ཆགས་པ་དེ་བློ་ཕམ་དང་ཕངས་སེམས་དགོས་ཡག་གི་གནད་དོན་ཞིག་ལ་ང་རང་གིས་ངོས་འཛིན་བྱེད་ཀྱི་ཡོད། གྲོས་ཚོགས་འཐུས་མི་རྣམ་པ། མི་མང་གིས་གདམ་བཞག་རྒྱུ་བཅས་དང་ཐད་ཀར་མི་མང་གི་ཚབ་མཚོན་ཡག་གི་དང་སྒྲིག་འཛུགས་གཅིག་ཡོད་པ་དེ་བུ་མོ་སྤྱི་འཐུས་ལྷན་ཚོགས་ཆགས་ཡོད་པའི་ཆ་ནས། མི་མང་གི་སྐུ་ཚབ་ཚོང་ཐུབ་ཡ་གཅིག་ཡིན་པ་ཡིན་ན་ལས་ཐག་གཅོད་གནང་བའི་སྐབས་ལ་འཕྲེང་དང་མ་མཐུན་པ་དང་བོད་སྤྱི་བ་ལ་ཕན་ཐོག་མི་འཇོག་གི་གནོད་གཞི་ཆེན་པོ་ཡོང་ཡ་གི་ཐག་གཅོད་དེ་འདྲ་གནང་བ་ཡིན་ན་དེའི་སྐབས་ལ་མི་མང་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཞུ་འབོད

ལ་སོགས་པའི་ལས་འགོར་དཔེ་རྙིང་དེ་སོགས་ཀྱིས་ཉེ་ལམ་གྲོས་ཚོགས་ཀྱི་ཁྲིམས་རྒྱུད་པ་གསུམ་འཕོ་འགྱུར་གཏོང་བའི་གནས་སྟངས་དེ། ནོར་ཡོད་པའི་ངོས་འཛིན་གཅིག་གི་ཐོག་ནས་ཐག་གཅོད་དེ་ཕྱིར་འཐེན་དགོས་ཀྱི་ཡོད་གསུངས་ཀྱི་ཡོད་རེད། ད་ལྟའི་གནང་སྟངས་དེ་མི་མང་གིས་མི་སྒེར་སོ་སོ་གི་ཧ་གོ་བའི་ཐོག་ནས་མི་སྒེར་སོ་སོ་གི་ངོ་བོ་གི་ཐོག་ནས། སྡེ་ཁག་དང་ཨ་ནི་གཅིག་གཞུང་ཞབས་ཟུར་པ་དང་སྡེ་ཁག་གི་འགོ་ཁྲིད་ཟུར་པ་གི་མིང་ཐོག་ནས་མ་ཡིན་པར་མི་སྒེར་སོ་སོ་གི། མིང་ཐོག་ནས་མི་མང་གིས་སྙན་ཞུ་སྦྱར་བ་ཡིན་ན་དེ་རྒྱབ་ཆོས་བརྒྱད་ལ་ང་རང་གིས་ངོས་འཛིན་ཞུ་གི་ཡོད། དེ་ཡང་མི་མང་སོ་སོ་གི་རྣམ་འགྱུར་བེད་སྤྱོད་གཏོང། བདེན་པ་སུ་ལ་ཡོད་མེད་ཞིབ་འཇུག་བྱེད་ཞུ་འབོད་བྱེད་ཀྱི་ཡོད་ན་དེ་འགྲིག་གི་ཡོད་རེད་དྲན་གྱི་འདུག་ཡིན་ན་ལས་ད་ལྟའི་ཆ་ལ་ཟུར་པ་དང་སྡེ་ཁག་རེ་ཟུང་གིས་མིང་དང་འབྲི་བའི་ཐོག་ནས། ཨེ་ནས་སྙན་ཞུ་བརྒྱབ་ཡ་དང་གནང་ཞུགས་སྤྲད་ཡ་དེ་ལ་བརྟེན་བྱས་ནས་ད་གྲོས་ཚོགས་ཀྱིས་ཁྲིམས་བཅད་པ་འཕོ་འགྱུར་གཏོང་ཟིན་བའི་ཐག་གཅོད་དེ་འགྱུར་བ་བཏང་བསྡད་པ་ཡིན་ན། ད་ལྟའི་དོན་དག་གི་ཐོག་ལ་ཨེ་ནས་སྡེ་ཁག་བྱེས་རབས་པ་དང་ཨེ་ནས་དབང་ཤུགས་ཅན་བྱེས་རབས་པ་གིས་གནང་ཞུགས་ཀྱི་འོག་ནས་ཨེ་ནས་གྲོས་ཚོགས་ཀྱི་ཐག་གཅོད་ལ་འགྱུར་བ་གཏོང་བ་བྱས་འདུག་དེ་བཅའ་ཁྲིམས་ལ་འགན་མ་འཁུར་བ་ཅིག་ཆགས་ཀྱི་རེད་དྲན་འདུག་གལ་སྲིད་གྲོས་ཚོགས་ཀྱིས་ཐག་གཅོད་གནང་ཟིན་པ་ཅིག་གནང་ཞུགས་བཅས་ཀྱི་འོག་ནས་འགྱུར་བ་བཏང་བ་ཡིན་ན།

མི་ཁག་ཅིག་གིས་ཟམ་གདོང་རིན་པོ་ཆེ་གི་བཀའ་སློབ་དང། མི་མང་གི་མིང་བེད་སྤྱོད་གཏོང་བྱས་ནས་གྲོས་ཚོགས་ཀྱི་ཁྲིམས་བཞིན་པ་གསུང་ཕུལ་བའི་ཐག་གཅོད་དེ་ཁྲིམས་མཐུན་ཆགས་མ་སོང་ཟེར་ཡ་དང། དེ་མི་མང་གི་ཐག་གཅོད་ཆགས་མ་སོང་ལ་བྱས་ནས། དེའི་འགྱུར་བ་གཏོང་ཡ་གི་ཆེད་དུ་ས་ཡིག་བསྡུ་ཡ་ལ་སོགས་པའི་ལས་འགོར་དེ་ཚོ།

གྲོས་ཚོགས་ཀྱི་ཐག་གཅོད་བྱེད་ཕྱོགས་དེ་མི་མང་གི་ཐག་གཅོད་ཆགས་མ་སོང་གསུངས་ཡག་ཅིག་གསུང་བསྡད་ཀྱི་ཡོད་ན། ད་ལྟ་བར་དུ་དབུ་མའི་ལམ་གྱི་སྲིད་བྱུས་དེ་གྲོས་ཚོགས་ཀྱི་གཏན་ལ་ཕབ་པའི་རྒྱུ་མཚན་གྱི་དེ་མི་མང་གི་བཀའ་ལང་ཡོད་པ་དང་མི་མང་གི་ཐག་གཅོད་ཡིན་གསུངས་བསྡད་ཀྱི་ཡོད་ཡང་ཆོག་ཅིག་ནི། ད་ལྟ་སྤྱི་འཐུས་ཀྱི་ཁྲིམས་ཡོད་པ་འཕོ་འགྱུར་གཏོང་བ་དེ་ཡང་མི་མང་གི་ཐག་གཅོད་ཆགས་མ་སོང་གསུངས་ཀྱི་ཡོད་རེད་ད་དེ་སུས་དྲིས་ཏེ། སྐད་ཆ་དེ་ཚོ་སྔོན་སྲིད་དོག་པོ་གི་ནང་ཁར་ཆགས་ཀྱི་འདུག་དྲན་གྱི་ཡོད་རེད་ག་རེ་བྱེད་ལབ་ན། ཨོ་མིན་ལམ་དེ་མི་མང་གི་ཐད་ཀར་ཐག་གཅོད་བྱེད་ཆོག་ཅིག་མིན་པ་ཡིན་ན་ལས་སྤྱི་འཐུས་ཀྱི་ཐག་གཅོད་བྱེད་པའི་རྒྱུ་མཚན་གྱིས་དེའི་ཐག་གཅོད་དེ་མི་མང་གི་བཀའ་ལུང་ཡོད་པ་དང་མི་མང་གི་ཐག་གཅོད་གཞན་པ་ཅིག་ལ་སྒྲོག་བེད་སྤྱོད་གཏོང་ད་ད་ལྟ་ཁྲིམས་ཞིབ་ཁང་གི་འཕོ་འགྱུར་གྱི་གནས་སྟངས་དེ་སྤྱི་འཐུས་ཀྱི་ཐག་བཅད་པ་ཡིན་ན་ལས་དེ་མི་མང་གི་ཐག་གཅོད་ཆགས་མ་སོང།

དེ་ནས་མི་རྒྱུ་མཚན་གྱིས་ང་ཚོ་གིས་ད་གོང་གི་སྐད་ཆ་དེ་དང་མ་ལྷོད་འདྲེས་བྱས་ནས་དངོས་གནས་ཀྱི་སྤྱི་ལ་བསམ་བྱས་ནས་སྤྱི་སྟོང་ལ་བསམ་ནས་སྐད་ཆ་བཤད་ཀྱི་ཡོད་ན། གྲོས་ཚོགས་ཀྱི་ཐག་གཅོད་ཟིན་པ་ཅིག་འགྱུར་བ་གཏོང་དགོས་ཡ་གི་སྐོར་ལ་ཞུ་འབོད་བྱེད་ཀྱི་ཡོད་ན། ད་དང་པོ་དེ་གྲོས་ཚོགས་ཀྱི་གཏན་ལ་ཕབ་པའི་དབུས་མི་ལམ་གྱི་སྲིད་ཇུས་དེ་ཕྱིར་འཐེན་དུ་འགྱུར་བ་གཏོང་ཡ་གི་སྐོར་ལ་ལས་འགོར་གྱི་སྤེལ་དགོས་ཡ་ཆགས་ཀྱི་ཡོད། སྤྱི་འཐུས་ཀྱི་ཐག་གཅོད་དང་འབྲེལ་བའི་སྐོར་ལ་ལས་འགོར་གྱི་སྤེལ་ཡ་ཡིན་ན། ག་རེ་བྱས་ནས་ལག་བསྐུས་ལབ་ན་དབུ་མའི་ལམ་གྱི་སྲིད་བྱུས་དེ་གྲོས་ཚོགས་ཀྱི་གཏན་ལ་ཕབ་ནས་མི་ལོ་བཅུ་ཕྲག་མང་པོ་སོང་བ་ཡིན་ན་ལས། རྒྱ་ནག་དང་མཉམ་དུ་གྲོས་མོལ་ལ་གྲུབ་འབྲས་ཡོང་གི་མེད་པ་དེ་སྐུ་ཚབ་སྔ་ཕྱིའི་དང། གནད་ཡོད་མི་སྣ་མང་པོ་གིས་སྔ་ཕྱི་ལ་སོང་ཟིན་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། དངོས་གནས་ཀྱི་སྐྱེ་ལ་བསམ་བྱས་ནས་གྲོས་ཚོགས་ཀྱི་ཐག་གཅོད་བྱས་ལ་ས་ཡིག་བསྡུ་དགོས་ཀྱི་ཡོད་ན། ཨུ་མི་ལམ་གྱི་གནད་དོན་གྱི་ཐོག་ལ་ས་ཡིག་བསྡུ་དགོས་ཡ་ཆགས་ཀྱི་ཡོད་རེད་དེ་ད་ལྟ་བར་དུ་ཨུ་མི་ལམ་གྱི་ཐག་གཅོད་དེ་འགྱུར་བ་གཏོང་དགོས་ཀྱི་ཡོད་ལབ་ཀྱི་ནི་ས་ཡིག་བསྡུ་ཉན་གྱི་བྱུང་ཡོད་མ་རེད། ས་ཡིག་རྒྱག་ཉན་ཡང་བྱུང་ཡོད་མ་རེད། ཡིན་ན་ལས་ད་ལྟ་མི་གསུམ་གྱི་ལས་གནས་ཤོར་བའི་གནད་དོན་དང་འབྲེལ་བའི་ཐོག་ལ། ད། ཁྲིམས་དང་མ་མཐུན་པ་ཆགས་སོང་མི་མང་གིས་ཐག་གཅོད་ཆགས་མ་སོང་ལབ་ཀྱི་ནི་དེའི་ཐག་གཅོད་དེ་ཕྱིར་འཐེན་དགོས་ཀྱི་རེད་ལབ་ཀྱི་ནི་ས་ཡིག་བསྡུ་ཡོང་དུས། ང་ལ་ཚོར་སྣང། ཅིག་ག་རེ་བྱུང་སོང་ན་མ་རྩེ་འཇོར་ནང་གི་བོད་པ་ཁག་ཅིག་རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་ལས་ཀ་བྱེད་ཀྱི་མེད་པ། ནང་འཁོར་ལ་དབང་ཆ་འཐབ་རྩོད་དང་རྐུབ་ལྕག་འཐབ་རྩོད་ཀྱི་ཆེད་དུ་ལས་ཀ་བྱེད་ཉེན་ཡིན་པ་གི་ཚོར་བ་ཅིག་ང་ལ་རང་བཞིན་གྱི་སླེབས་སོང། དེས་རྣམ་པ་ཚོ་ལ་དེ་འདྲ་གི་ཚོར་བ་ཅིག་རྒྱ་ཆེའི་མི་མང་ལ་སླེབས་ཀྱི་འདུག་བས་ཟེར་ངེས་ཏེ་དྲི་བ་ཞུ་གི་ཡོད། དེ་ནི་ད་ལྟ་ད། ཁྲིམས་རྒྱལ་བ་འཕོ་འགྱུར་གཏོང་བའི་གནད་དོན་དེ་གཞུང་སྦོ་ལོག་སོང། དམངས་གཙོའི་སྐར་གཅིག་མེད་པ་ཆགས་སོང་གསུང་གི་ཡོད་རེད། ཡིན་པ་ཡིན་ན་ལས་ང་ཚོ་གི་སྐད་ཆ་དྲང་པོ་ཤེས་དགོས་ཡ་གཅིག་ལགས། བཅའ་ཁྲིམས་ཀྱི་ནང་ལོག་ལ་སྲིད་སྐྱོང་འཕོ་འགྱུར་གསུང་བ་ཡིན་ན་བཀའ་ཤག་ཆེ་ཚོང་འཕོ་འགྱུར་འགྲོ་དགོས་ཡ་དེ་བཅའ་ཁྲིམས་ཀྱི་དགོངས་དོན་ཆགས་དུས་ཡོད་རེད། ཡིན་པ་ཡིན་ན་ལས་སྔོན་མ་སྤུན་པ་ཚེ་རིང་ལགས་དོན་གཅོད་ནས་འཕོ་འགྱུར་གཏོང་བའི་སྐབས་ལ་སྤུན་པ་ཚེ་རིང་ལགས་ཀྱི་རྒྱབ་སྐྱོར་བ་ཁག་ཅིག་གིས་བཀའ་ཤག་ལ་ངོ་རྒོལ་བྱས་པའི་སྐབས་ལ། སྲིད་སྐྱོང་དགོངས་པ་ཞུ་དགོས་ཀྱི་ཡོད། བཀའ་ཤག་ཆ་ཚང་དགོངས་པ་ཞུ་དགོས་ཀྱི་ཡོད་ལབ་ཡོད་རེད། དེ་དུས་དམངས་གཙོ་གི་ཀ་བ་དང། དམངས་གཙོ་གི་ཀ་བ་མེད་པ་ཆགས་འགྲོ་གི་ཡོད་པ་དང་གཞུང་སྦོ་ལོག་འགྲོ་གི་ཡོད་པ་གི་བསམ་བློ་མ་བཏང་བ་བྱེད་ཀྱི་ནི་ད་ལྟ་ཁྲིམས་ཞིབ་པ་གསུམ་འཕོ་འགྱུར་སོང་བ་དེ་གི་གཞུང་སྦོ་ལོག་གི་འདུག་ཟེར་སྐད་རྒྱག་ཡ་དེ་ད་ང་ཚོ་གི་མེད་གི་མཐོང་ས་ལ་མི་གསོན་པོ་གི་མདུན་ལ་ཨ་ནི་ནང་ཁར་གི་ལས་ཀ་བྱེད་བསྡད་ཡ་དང་ནང་ཁར་གི་ཧམ་པ་བཤད་བསྡད་ཡ་ཅིག

ངས་འདིའི་སྐོར་ལ་སྐད་ཆ་བཤད་ཡ་ཡིན་པ་དེ་ངོ་དེབ་ནང་བཀུག་ཚར་བའི་རྗེས་ལ་ངའི་སློབ་ཕྲུག་ཟུར་པ་དང་གྲོགས་པོ་དེ་འདྲ་གིས་ང་ལ་འབྲེལ་བ་བྱེད་ཀྱིན་ནས། ཨ་ད་རྒན་ལ་ཁྱོད་རང་དེའི་སྐོར་ལ་སྐད་ཆ་མ་བཤད་ནས་ཡག་པོ་འདུག། ད་ལྟ་ས་ཡིག་བསྡུ་བསྡད་ཉིན་དེ་སོགས་མི་མང་པོ་རེད་བཞག་དེའི་ནང་ལ་ལོ་མི་ཆེན་པོ་ཅུང་ཅུང་རེད་བཞག་ཨ་ནི་རྒན་ལ་ཁྱོད་རང་ནག་པོ་བཟོ་གི་རེད་དེ་འདྲ་ལབ་གི་འདུག་དེ་འདྲ་ལབ་བྱ་རྒྱག་གི་འདུག་ད་དེ་སུས་བྲིས་དེ་གིས་ང་ལ་ཁ་ཞེ་གཉིས་མེད་ཀྱི་དེ་འདྲ་གི་སྤྱི་སེམས་གནང་བ་དེ་ལ་ངས་བཀའ་དྲིན་ཆེ་ཞུ་གི་ཡོད། ཡིན་ན་ལས་དེ་འབྲེལ་གྱི་ཁ་བརྡ་སློབ་ཚོགས་བྱས་དེ་ཉིན་རེག་བཅས་ཀྱི་ངོ་དེབ་ལ་བལྟས་པའི་སྐབས་ལ། སྤྱི་འཐུས་ཀྱི་ཐག་གཅོད་དེ་འགྲིག་མ་སོང་ལབ་ཀྱི་ནས་ལས་འགུར་གཙོ་བོ་པིར་དེ་ཉིན་གྱི་གྲས་ཆགས་བསྡད་ཀྱི་འདུག་དེ་བྱས་དུས་དེ་འབྲེལ་གྱི་སྤྱི་འཐུས་ཀྱི་ཐག་གཅོད་འགྲིག་མ་སོང་ལབ་ཀྱི་ནས་ལས་འགུར་པིར་བསྡད་མཁན་རེག་བཅས་ཀྱི་གནས་ལུགས་དང་རྒྱུ་མཚན་ཡོད་མེད་ལ་མ་བལྟས་པར་བྱས་ཀྱི་ནས་ཕྱོགས་སུ་ལ་མི་མང་ཡོད་བ་དང་ཕྱོགས་སུ་ལ་མི་ཆེ་དང་མཐོ་ཡོད་བ་ལ་བལྟ་ཀྱི་ནས་ལས་འགུར་དེ་འབྲེལ་གྱི་པིར་གྱི་མེད་འགྲོ་བསམ་ཡག་གི་ངང་ལ་ཚོར་སྣང་གཅིག་བྱུང་སོང། འདུན་པ་ལ་རྒྱབ་སྐྱོར་དང་འདུན་པ་གཙོ་བ་ཡིན་ན། དཀའ་ངལ་དང་ཉེན་ཁ་ལ་གདོང་ལེན་བྱེད་དགོས་པ་དང་བློས་གཏོང་དགོས་པ་དེ་འཐབ་རྩོད་ཀྱི་ངོ་བོར་འགྲོ་བ་དེ་དག་རང་རེད། མི་ཆེན་པོ་དང་མཐོན་པོ་སུའི་ཕྱོགས་ལ་ཡོད་མེད་ལ་བལྟ་བྱས་ནས། ལས་འགུལ་དེ་ལ་ཆ་ཤས་ལེན་བདེ་བ་ཡིན་ན། དེ་ངོ་སྲུང་དང་སྐབས་འཚོལ་བ་ཆགས་ཀྱི་རེད་མ་གཏོགས་དེ་འདུན་པ་གཙོ་བ་དང་འདུན་པ་སྲུང་སྐྱོབ་དང་འདུན་པ་ལ་རྒྱབ་སྐྱོར་ཆགས་ཀྱི་ཡོད་མ་རེད།

དེས་ན་གཡེང་ནག་ཚོགས་ཀྱི་ད་ལྟའི་སྐབས་ལ་བུ་ཉག་འདྲ་བའི་དུས་ཚོད་དེ་ལ་ནག་ཚོགས་ཀྱི་ཚོགས་པ་སྡེ་ཁག་གཞུང་ཡབ་ཟུར་པ་དེ་ཚོ་གི་སྐྱིད་མོ་ཟུར་པ་རྣམ་པ་ཡིན་ན་ལས་སྐྱིད་མོ་དྲང་པོ་ཅིག་གནང་བ་ཡིན་ན་བུ་སྐྱིད་དང་སྡེ་ཁག་བྱེ་རག་པ་རེ་རེ་ནས་གཅིག་སྒྲིལ་བཟོ་ལ་ཕན་ཐོག་ཐུབ་ཡ་གྱི་རེད་ད་ཁ་གསལ་ཟེར་ལ་བ་ཡིན་ན་ཟུར་པ་དང་རྒན་པ་ལ་ཡ་དེ་ལས་ནས་འཆོར་བ་ཙམ་གི་ངོ་བོ་མ་རེད་དེ་ལ་བསླབ་པ་དགེ་སྦྱོང་གི་རིན་ཐང།

སྤྱི་སྒེར་གཉིས་ཀ་གི་སོ་ནམ་བསགས་ས་དང་བཟང་སྤྱོད་ཀྱི་མིག་དཔེ་ལྟ་ས་ཅིག་འབྱོར་ཐུབ་ཀྱི་རེད། དེ་ལས་ལྡོག་དབུས་ཀྱི་ཕྱག་ལས་ཅིག་གནང་བ་ཡིན་ན་སྒེར་གྱི་ཆེ་མཐོང་ཉམས་ཡག་དང་སྤྱི་པའི་ཆིག་སྒྲིལ་ལ་ཡང་གོ་ཆ་ཡོང་ཡག་ཅིག་ཡིན་པ་དེ་ད་ང་ང་ཚོ་ལ་འདི་པའི་ལོ་རྒྱུས་ནང་ནང་ལ་གསལ་པོ་ཞུ་ཅིག་རང་འཁྲུག་ཡོད་རེད། འདི་པའི་དུས་ཚོགས་ཀྱི་ནང་ལོགས་ལ། ཉིས་སྟོང་བཅུ་དྲུག་གི་ལོགས་ལ། བཀའ་ཟུར་སྤྱི་ཟུར་སོགས་ཀྱི་མཚན་དག་ནི་མི་ཁ་ཅིག་ནག་པོ་བཟོ་ཡག་གི་ཆེད་དུ་བཀྲམ་པའི་གི་ཡིག་སྐྱ་དེ་སོགས་ནང་ལོག་ལ་མིང་སྤོ་བྱེད་ཆོག་གི། མི་སྒེར་ནང་མི་དང་བཅས་པ་ལ་སྐྱབས་མགོན་རིན་པོ་ཆེ་གི་མཚན་བེད་སྤྱོད་གཏོང་ནས་དཀའ་ངལ་ག་རེ་དང་ག་རེ་བཀྲིས་ཡོད་བ་དེ་ར་སྤྲོད་བྱས་ཡོད་རྒྱུ་བཅས་དང། མི་རེ་རེ་གི་སེམས་ཀི་ནང་ལོག་ལ་གསལ་བོ་ཡོད་བསྡད་རྒྱུ་བཅས་རེད། དེ་སོགས་ཡིན་པ་ཡིན་ན་ལ་ལོ་རྒྱུས་ནང་ལོག་གསལ་བོ་གོ་ཡག་བཅས་རེད།

བཟོད་པ་ཙམ་མ་ཡིན་པར་ང་ཚོ་བོད་པ་མི་སྒེར་རེ་རེས་ཀྱི་དངོས་གནས་ཀྱི་འདུན་པ་ལ་བརྩི་སྲུང་ལ་ཡ་དེ་ག་འདྲས་ཅིག་ཡིན་པ་དེའི་རིན་ཐང་འདྲ་བོ་དེ། བོད་པའི་གཏམ་དཔེ་ལ་མི་ས་འོག་ལ་སོང་ནས་གཏམ་ས་སྟེང་ལ་བསྡད་ལ་ཡང་ནོར་གྱི་འདུན་པའི་རིན་ཐང་ལ་ཡ་དེ་སོ་སོ་ཤི་འགྲོ་བ་ཡིན་ན་ལས་འདུན་པ་དེ་གསོབ་ཐུབ་ཡ་ཡོད་མ་རེད་པ། དེང་སང་ང་ཚོ་སྤྱི་ཚོགས་ཀྱི་ནང་ལོགས་ལ་བེད་སྤྱོད་མང་འཇོག་གི་སྐད་བེད་སྤྱོད་མང་པོ་གཏོང་བསྡད་ཀྱི་སྐད་ཆ་གཅིག་ག་རེ་རེད་འདུག་ལབ་པ་ཡིན་ན། བཀའ་སྲུང་སྤྱི་སྒྲོག་དགུ་ན་མི་སྲུང་དགུ་སྲུང་མ་སྲུང་ལ་བེད་སྤྱོད་གཏང་གི་འདུག་བ་དྲ་ལམ་དུ་བར་དེའི་སྐད་ཆ་དེ་ཞུ་བྱེད་ཀྱི་ངའི་གནས་ལ་ཁེ་བོ་ཅི་རེད་དྲིས་འདུག་དེ་འདྲ་ཡིན་དུས་ཟུར་པ་ག་འདྲ་ཅིག་ཡིན་པ་ཡིན་ན་ལས་བརྩི་འཇོག་ཅིག་དགོས་ཀྱི་ཡོད་ན་ཕྱོགས་སུ་མ་ལང་བ་བྱེད་ཅིང་བཞོག་དགོས་བ་དེ་གལ་ཆེན་པོ་ཞུ་བ་ཅིག་རེད་དེ་དྲན་གྱི་ཡོད་ང་རང་འདྲ་བ་གྱིས་ན། ད་ད་ལྟའི་ཆ་ལ་སྤྱི་འཐུས་ཀྱི་ཐག་གཅོད་འགྲིག་མ་སོང་ཁྲིམས་ཆད་པ་སོང་རང་འཇགས་བསྐོ་དགོས་ཀྱི་ཡོད་ལབ་ཀྱི་ནི། ས་ཡིག་རྒྱག་དེ་ཉིན་དེ་ཚོ་ལ་ངས་ཞུ་ཡག་ལ། རྣམ་པ་ཚོ་གི་དགོངས་ད་ལྟ་ཁ་པར་གྱིས་སླེབས་སོང། རྣམ་པ་ཚུགས་ཀྱི་མིང་རྟགས་བཀོད་ཡ་དེ་སྐུ་དྲག་གསར་རྙིང་དང་ནང་འཁོར་གྱི་ཤོ་ཁག་འཐབ་རྩོད་ལ་འབྲེལ་བ་མེད་བ་བཅས་བྱས་ནས་བཅའ་ཁྲིམས་དང་བོད་གཞུང་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ལས་འབྲེལ་དང་དཀོན་མཆོག་སྤོང་ལ་ཚུགས་ཀྱི་ཐོག་ནས་ས་ཡིག་ཅིག་སྦྱར་བ་ཡིན་ན། ད་ལྟའི་སོ་སོ་ལ་འགན་འཁྱེར་བ་དང་རྩ་དོན་ལ་འགན་འཁྱེར་བ་ཆགས་ཡོད་རེད་དེ་གནང་ཡོད་དམ་མེད་དེ་སོ་སོས་སོ་སོ་ལ་དྲི་བ་ཅིག་བཏང་དགོས་ཡ་ཆགས་ཀྱི་ཡོད་རེད་དྲན་གྱི་འདུག། ད་ས་ཡུལ་རྒྱབ་ཀྱི་ནས་ཉི་མ་མང་པོ་འགྲོ་གི་ཡོད་རེད་དེ་ངས་དེ་རིང་རྣམ་པ་ཚོ་ལ་སྐད་ཆ་དེ་དྲི་བའི་སྐབས་ལ་ཅིག་བྱས་ན་རྣམ་པ་ཚོ་སོ་སོ་སོ་སོ་ལ་ཡང་དྲི་བ་གསར་བ་དེ་འདྲ་དང་བསམ་བློ་གསར་བ་དེ་འདྲ་འཁོར་མདོག་ཁ་བོ་རེད། རྣམ་པ་ཚོ་གིས་ས་ཡུལ་རྒྱབ་པའི་སྐབས་ལ། སྤྱི་འཐུས་ལྷན་ཚོགས་དང་ཁྲིམས་ཞིབ་ཁང་བར་ལ་ཟླ་བ་གྱིས་ལྷག་གི་རིང་སྒང་ལ་རྩོད་གཞི་དང་བརྒྱུད་རིམ་ག་རེ་བྱུང་ཡོད་མེད་མཐའ་མ་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྐབས་ཀྱི་བཅའ་ཁྲིམས་ཀྱི་དགོངས་དོན་དེ་ཚོ་ལ་རྣམ་པ་ཚོ་གིས་དངོས་གནས་ཀྱི་ཅིག་སློབ་སྦྱོང་ལབ་ན་ལབ་མ་མཐའ་ཡང་ཐིག་མ་གཅིག་གཉིས་ཀློག་ཡོད་པས་དེ་ངས་དྲི་བ་གཅིག་ཞུ་གི་ཡོད། ཡང་མིན་ན་མི་ག་གེ་མོ་གིས་མི་བྱེ་རག་པ་གིས་ཁ་པར་གཏོང་བྱས་ནས་དེ་དང་དེ་རེད་ལབ་བྱས་ནས་དེ་ཚོ་གིས་འདྲི་ཤེས་ཙམ་ལ་ཉན་བྱས་ནས་ས་ཡིག་བརྒྱབ་པ་ཡིན་དང་མིན་ཡང་མིན་ན་དང་པོ་ནས་ཤོག་ཁག་ཅིག་གིས་བསམ་བློ་གི་དབང་གིས་མིང་རྟགས་བརྒྱབ་པ་ཡིན་དང་མིན་དེ་ཚོའི་གྲས་དེ་ཡང་མི་སྒེར་རེ་རེ་ལ་དྲི་བ་ཆགས་བསྡད་ཀྱི་ཡོད་རེད། དེའི་དྲི་བ་དེ་ཚོ་སོ་སོ་ལ་འགན་ཁྱི་ཡོད་མེད་བུ་ཁྱི་ལ་འགན་ཁྱི་ཡོད་མེད་ཀྱི་དྲི་བ་ཡང་ཆགས་བསྡད་ཀྱི་ཡོད་རེད་དེ་ཕྱི་དུས་དེ་ཚོ་ས་ཡི་རྒྱབ་གཉེར་རྣམ་པ་ཚོགས་མ་སྡུག་ཅག་རེད་ཟེར་མཁན་ཞུ་གི་མེད་དེ་ཚོ་ཁོ་རང་བཞིན་གྱིས་དྲི་བ་གཅིག་རང་བཞིན་གྱིས་གཏོང་དགོས་ཡ་ཆགས་སོང། ས་ཡི་རྒྱ་གཉེར་གྱི་ནོར་ལོག་ལ་མང་པོ་ཅིག་ང་རང་གིས་རེ་བ་བརྩི་འཇོག་ཡིད་ཆེས་ཆེན་པོ་ཞུ་དོན་ནི་དེ་འདྲ་ཡང་འདུག།

ད་དངོས་གནས་དེ་འདྲ་ཡོད་མ་ཡིན་ན་ཡག་མིན་ན་མིང་སྐྱོང་བཟོ་ཉེན་དེ་ཚོ་གི་རྫུན་མ་བཤད་གི་ཡོད་རེད་ཡག་མིན་ན་འགྲེལ་བཤད་རྒྱག་ཉེན་དེ་ཚོ་གི་རྫུན་མ་ལབ་གི་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གི་གང་ལྟར་དེ་གཉིས་ག་རང་གཅིག་གི་རྫུན་མ་བཤད་གི་ཡོད་དུས་བདུན་པ་ཡོད་ཉེན་གི་དོ་དག་གི་མང་ཚོགས་ལ་དེའི་ཐོག་ནས་ཡོངས་གྲགས་ཀི་ཐོག་ནས་གསལ་པོ་བཟོ་དགོས་ཡ་དེ་ཡང་ནི་ལས་འགན་གཅིག་ཆགས་སྡད་གི་ཡོད་རེད་དྲན་དུ་ག་རེ་བྱེད་ལབ་ན་དྲི་བ་བཏང་ཉེན་དེ་ཚོ་གི་རེ་བ་ཡིད་ཆེས་བཅས་གི་ཐོག་ནས་དྲི་བ་གཅིག་གཏོང་གི་ཡོད་དུས་དེའི་ལན་དེ་ཡང་ཁུག་ཁུག་ཀྱོག་ཀྱོག་མ་ཡིན་པ། ཕྱི་གསལ་ནང་གསལ་གྱིས་བཟོ་དགོས་ཏེ་གལ་ཆེན་པོ་ཞིག་རེད་ཞུ་གི་ཡོད། དེ་ནི་ངས་དཔྱད་གླེང་དང་པོ་དེ་དེ་ག་རང་བཞག་གི་ཡིན་དེའི་ལན་ཚིག་རྙིང་པ་དེ་རྗེས་ལ་ཞུ་ཆོག་ཅེས།